དེ་དུས་རབས་བརྒྱད་ཅུ་སོ་བདུན་ཙམ་པའི་ནང་རྒྱ་ནག་ལ་སྐྱོ་བོ་ཞི་བ་ཆུ་བོ་གསར་པ་བདུན་ཅུ་བརྒྱད་ཅུ་སོ་དྲུག་བརྒྱད་ཅུ་གོ་གཙོ་སོ་བདུན་ཙམ་པའི་ནང་དུས་དུས་ཙམ་པའི་མི་ཚང་མ་ལོ་ཁ་ལ་ཟ་ཡ་མེད་དེ་འདྲའི་འཚོ་བ་དཀའ་ལས་འཕྲད་པའི་ག་འདྲ་རེད་ས་དེ་དུས་རྒྱ་ནག་གི་གྲོང་གྲོང་གསེབ་ཆུ་གསར་པ་གྲོང་གསེབ་དེ་ལ་ཡིན་ན་ཨ་ནི་ཁྱིམ་ཚང་གི་ཁ་ཤས་ཤིག་ཞོར་རེད་ས་ཁྱིམ་ཚང་ཁ་ཤས་ཤིག་ན་ལ་ད་ལྟ་ཁྱིམ་ཚང་གཅིག་ལ་དཔའ་བོ་བྱོས་རེད་ས་དཔའ་བོ་གཅིག་ལ་བུ་མོ་བྱོས་རེད་ས་བུ་མོ་དེ་ཡིན་ན་ད་ལྟ་ལོ་བཅུ་བཞི་རེད་ས། ལོ་བཅུ་བཞི་ཆའི་ཡིན་ན་བུ་མོ་ཆུང་ཆུང་བཞི་བཅུ་ཟེར་བ་དཔའ་བོ་དེ་བས་དེ་བག་རྒྱབ་པའི་དགའ་བོ་བཞི་བཅུ་ཡོད་ས་ད་ནང་ལ་ཤ་ཟ་ཡ་མེད་ལས་ཀ་ཅིག་དམིགས་བསལ་མེད་བྱེད་དུ་བརྩམས་པ་ཡིན་ན། ཨ་ནི་གྲོང་གསེབ་ཀྱི་ཕོ་གསར་དེ་ཚོ་འཛོམས་བྱས་ཡིན་ན་དགོན་བདག་སྟག་ཕར་ཞེས་བག་རྒྱབ་པའི་ཇོར་བ་ད་ཚང་མ་ཐ་མར་བ་མང་ཆེ་བྱས་ཡིན་ན། བག་རྒྱ་ཐ་མ་ར་ཞིག་འཐེན་ཨ་ནི་འདུག་བྱས་ན་ཅང་མེ་དབལ་སྡེའི་སྐད་ཆ་ར་ཤེས་འབྲེལ་བྱས་ནས་དེ་དེ་འོར་ས་རྒྱལ་འཛུགས་རྒྱ་ནི། ཡང་རྒྱན་མཚོ་རྒྱ་བཅས་ན་རྟག་དངོས་ཡོད་སྐྱོ་དེ་ཚོ་ཚང་མ་རྫོགས་འགྲོ་བ་རྫོགས་བྱས་ན་ཉི་མ་གཅིག་པགས་པ་དེ་ལྟ་རྟག་པ་ལངས་ཤོག་སྐྱོར་དུ་བ་ལངས་ཤོག་བྱས་ན་ནི་གར་ཆེན་རེ་ལབ་པས་ན་ཁོས་བག་བརྒྱབ་དུ་བ་ནང་གི་བྱ་དེ་དེ་བག་བརྒྱབ་ནས་ཤོར་བས་ས་ནང་གི་ཕག་པ་དེ་ཉི་མ་གཅིག་བག་བརྒྱབ་ནས་ཤོར་རེས་ས་ད་ནང་མེད་པ་ཆ་སར་བ་ཁྱི་རྐུ་བཅོས་མར་ས་ད་ཡིན་ན་ལོ་ཁོ་ད་བག་བརྒྱབ་བྱས་ཨོ་ད་དེ་རིང་ངས་གཅིག་བརྒྱབ་ཡིན་ན་ནི་བག་ཅིག་བརྒྱབ་ཡིན་ན་ང་ཐོག་པོ་རེད་བསམ་ནས་འདི་སེམས་ནང་རྔམ་དྲག་ཤོར་བའོ། ལོང་དུ་ཡོད་རེད་ས་གནས་སྐོར་གྲོང་པ་དུ་བ་ཡ་པེ་ཤ་ཡ་ག་ཆིན་པར་སི་ད་ཡ་ཉན་ཡོད་མར་སི་མི་ཚང་དེ་ཚོ་གྲོང་པ་ཚང་མ་ལ་སྐྱོ་པོར་བ་ཡ་ཡ་སི་འདྲ་བཅས་ཡོད་མར་སི་ད་ཁོ་ཕ་ད་ཚུ་ད་ཁ་ར་ཆེ་བོ་ན་སི་མདོ་བ་ཨ་ནང་གི་ཨ་མ་ཡོད་ར་བ་ནང་ཨ་མ་ལ་དངུལ་གི་འགྲ་འདུག་འཇོར་སར་བ་དངུལ་གི་འགྲ་འདུག་དེ་ཁོ་ཁྱི་ཆེ་ཆིན་པར་སི་ན་ཨ་མ་དེ་ཁོ་ཐེ་ཆེ་ད་དེ་ཙོ་མོ་ད་ཁྱོད་དེ་བ་རྒྱ་མོ་དེ་ངའི་ཨ་མ་ཉི་མ་ཨ་མ་མ་འཕྲོག་གོང་ལ་ཡིན་ན་མོ་རང་མནའ་མ་ལས་དུས་ཙམ་པའི་མི་ཚང་འདི་ལ་ཨ་ནི། རྒྱན་ཆ་འདི་སྤྲད་སོང་ཟེར་བ་དེ་ཡིན་ན་ད་ང་ང་རའི་བུ་མོ་མནའ་མ་ཁྲོད་དུ་སྤྲད་ཡས་ཡིན་ཟེར་བྱས་བྱས་ཡིན་ན་ཨ་མ་དེ་ལབ་ས་ཁོ་དེས་འདྲི་བྱས་ན་པཱ་པཱ་དེ་ནི་ཉེ་མགོ་མ་རེད་ས་རུ་པཱ་པཱ་དེ་སྐད་རྒྱན་རྒྱབ་འདུག་ཁོ་རྦད་དེ་ཅིག་རྒྱན་རྒྱབ་རྒྱབ་རྒྱབ་རྒྱབ་རྒྱབ་རྒྱག་ན་ཤོར་ནས་ཅིག་འཆའ་འོས་ཟེར་བ་མི་དེ་ཚོ་འོང་འདུག་བྱས་ནས་ཨ་ནི་ཨ་མ་དེ་འདྲ་འདུག་དངུལ་གྱི་འདྲ་འདུག་ཡོད་ན་མེད་ན་དེ་དག་མི་ཚང་འདི་ཡི་ཡོད་ན་མེད་ན་བྱོས་རེད་པཱ།

བུ་མེད་མ་རག་སྐྱོན་ཅན་མང་པོ་ཞིག་བཅུ་ཡོད་ས། ད་རྒྱ་ནག་ཡིན་ན་ཆང་ས་རྒྱབ་ལ་དུས་ཙམ་པའི་ཡིན་ན་འདིར་འདུག་ཨ་བུ་མོ་ལ་ཞི་བུ་སྤྲེའུ་འདུག་ཨ་ཡང་གསེར་དང་དངུལ་དང་ཁང་པ་དང་ཞི་བུ་སྤྲེའུ་འདུག་ཨ་ད་གྲོང་གསེབ་གྲོང་གསེབ་ལུང་ཁུག་སོང་ཙང་ཡིན་ན་ནི། བུ་དེ་ཚོ་ལ་བུ་མོ་རག་མི་འདུག་ཨ་དམིགས་བསལ་གྱིས་རྒྱ་ནག་གི་སྲོལ་རྒྱུན་དེ་ཚོ་འཆད་པ་ཡིན་ན་ཁྱིམ་བདག་ཅིག་ནང་ལ་བུ་སྐྱེ་བོ་འདུག་ཨ་བུ་དེ་སྐྱེས་པ་ཡིན་ན་རུས་མིང་ལས་ཞེས་འདུག་ཨ་ཤིང་ལས་ཞེས་འདུག་ཨ་རུས་མིང་ལིའི་ལས་ཞེས་འདུག་ཨ་འོང་དེ་ཡིན་ན་ཕ་རྒྱུད་བུ་འཛིན་ཟེར་གྱི་འདུག་ཨ་བུ་དེ་ཚོས། ཕལ་གྱི་རྒྱུ་བུ་དེ་གཟིམ་འགྲོ་གི་རེད་བྱས་བྱས་ཡིན་ན་ཁོ་ཚོའི་བུ་རྐྱང་སྐྱེས་བུ་མོ་ཡིན་ན་ད་སད་ནས་བྱིས་འདུག་ཨ་མྱེས་མ། བྱས་ཙང་འོང་དེའི་རྗེས་ནས་ཡིན་ན་རྒྱ་ནག་གཞུང་གས་ཡིན་ན་གྲུ་གོ་ནག་ལ་བུ་ཡིན་བུ་མོ་ཡིན་ལྟ་ཡི་མེད་སྐྱོ་ཆོས་ར་བ་པུ་གྲུ་མ་དེ་ཚོ་འོང་དེའི་མེད་པ་བཟོས་སོང་ཨ་རྒྱ་ག་ནག་ལས་གཅིག་པུ་ར་བ་འོང་དེ་ད་ཁོ་ཚོ་ཕལ་གྱི་ཉི་མ་སྐྱེས་དེ་ཚོ་ཚང་མ་ལ་བུ་རྐྱང་སྐྱེས་བྱས་ཡིན་ན་ཨ་བུ་མོ་ཉུང་ཉུང་ཞིག་བུ་ཆ་དེ་ར་བ་ད་ལྟའི་ཆ་ནས་ཡིན་ནའི་ལས་བྱས་ཙང་རྨིས། ལོ་བཞི་བཅུ་ཆེ་སྐྱོ་དེ་ཡིན་ན་ཁོ་བཟའ་ཚང་བཅས་རག་ཡོད་མར་ཟ་བུ་མོ་འདི་ག་ལ་ཁོ་ནང་སྐྱོ་པོར་ཟེར་བ་ཡིན་ནི་ལ་བག་རྒྱབ་ཅིག་ཨོ་སི་ཐོག་པོར་ཟེར་ཁོ་རླུང་རྟ་ཆེན་པོར་བཞུད་ཟེར་བ་མི་གོ་ཨ་ནི་པ་བ་དེ་ད་ངའི་བུ་མོ་བཙུན་ལ་དང་སུ་ལ་རག་ནི་ཐོབ་ནི་ལས་ནི་ངའི་ངའི་བུ་མོ་དེ་མནའ་མ་སྤྲེལ་ཡིན་ཟེར་བ་ཁྱི་རྒྱུ་གལ་སྲིད་ང་ཐོབ་ཡིན་ན་སྙི་མ་ང་ཤོར་སྐྱོ་ཚང་མ་ཁྱི་འོད་དང་ལ་མི་དེ་མཉམ་དུ་རྩེ་ག་རེ་དེ་བྱེད་བཟའ་འགན་འཛུགས་བྱེད་བཟའ་འགན་འཛུགས་བྱེད་དུས་ཙམ་པ་ཡིན་ན་ཨ་ནི་ཡིན་ན། སྐྱབས་རེ་བསགས་པས་ཐེངས་མ་གཅིག་ཀྱང་མཇུག་མར་དང་ཐེངས་མ་མང་པོ་བརྒྱབ་རྗེས་ན་ཐ་མའི་ཐག་ཆོད་དེ་སུ་མང་ཐོབ་ནས་ལས་ཤོར་ནས་ལས་སུ་ལ་མང་ཐོབ་ནས་ལས་དེ་ཐོབ་ཡ་བྱས་ཤོར་ནས་ལས་ནས་ཕོ་མོ་དེ་ཐོབ་འགྲོས་འབྱོར་བ་འོང་འདི་བྱས་རེ་བསགས་ན་བག་བརྒྱབ་བག་བརྒྱབ་ནམ་མ་ལམ་དུ་བག་བརྒྱབ་ས་བག་བརྒྱབ་དེ་ཐ་མའི་ཐག་ཆོད་དེ་ཡིན་ན་མི་ལོ་བཞི་བཅུ་ཕྱེད་འགྱོ་འབྱོར་བ་འོང་ཁོ་རེ་ཐོབ་རེ་བསགས་ཕོ་མོ་དེ་ད་གཉིས་མ་ད་དང་པོ་ནས་བཤད་ཚར་བ་ཕོ་མོ་དེ་མནའ་མ་བྲིས་ཡིན་ན་ཁ་དན་ཚིག་ལ་གནས་འོར་བ་ཡིན་ན་མི་ལོ་བཞི་བཅུ་ཕྱེད་འགྱོ་དེ་ཕོ་མོ་ལོ་བཅུ་བཞི་ཕྱེད་འགྱོ་དེ་ཁྲིད་ཕྱིན་པར་བསགས། ད་བུ་མོ་དེ་གཅིག་ངུ་གཅིག་ངུ་ཨ་མ་དེ་གཅིག་ངུ་ངའི་བུ་མོ་སྟག་མི་སོ་ཁོ་གཉིས་གཉིས་པོ་རུ་བུ་མོ་གཅིག་ལས་ཡོད་མ་ཟར་བ་ད་ངུ་ངུ་ངུ་མི་ལོ་བཞི་བཅུ་ཞིག་སྐྱོ་དུས་ཁོ་ཚོའི་གྲོང་གསེབ་ནས་མ་རེད་ས་གྲོང་ཚིག་ཕ་ཇོ་ཟི་ནས་དེ་ཐག་རིང་པོ་བཞུད་ཟེར་བ་འོ་དེ་ནས་རེད་ས་ཨ་ནི་ད་ཤོག་ཚར་བ་རོ་ཨ་བུ་མོ་དེ་ཕྱིན་ཕྱིན་པ་ས་ཨ་འགྲོ་དུས་ཟེར་བ་ད་མལ་ལ་ཡོད་མ་རེད་བ་མལ་ལ་ནི་ཛོ་བོར་བ་མི་པགས་པ་དེ་ཚོས་པགས་རྒྱབ་ཉལ་རོགས་པ་དེ་ཚོར་བ་འདུག་བྱས་ན་ཨ་བུ་མོ་དེ་མེ་ཙོག་གོར་རྒྱུ་བ་ཕྱིན་པར་ས་འདུག་བྱས་ན་ད་བུ་མོ་ལོ་བཅུ་བཞི་ནས་འདུག་བྱས་ན་མ་ཕྱི་རྗེས་ཡིན་ན།

གློག་བརྙན་ཕྱིན་པར་ཟ་གློག་བརྙན་བརྒྱུད་དུས་ཙམ་མ་ཡིན་ན་གྲོང་སྲིད་འདི་ལ་བརྡ་ཐོ་བཞོ་གི་རེད་ས་ཁོང་ཚོའི་གི་རྫོང་ནས་རེད་པ་ཤད་ནས་ཟིག་ར་རྫོང་ནས་བརྡ་ཐོ་བཞོ་ཅེས་གར་བཤད་དུ་ལབ་ཡིན་ན་ཁོང་ཚོའི་གི་ཤད་ནས་ཡིན་ན་རྫོང་ནས་ཡིན་ན་ཨ་ནི་རྒྱུག་ཤར་ལུས་ཉེས་གི་མི་དེ་འདྲས་འདུག་གོ་རེད་རེད་པ་ཨ་ནི་རྒྱུག་ཤར་ལུས་ཅེས་རྫོང་ནགས་ལོ་ལ་ཨང་དང་པོ་ཐོབ་པ་ཡིན་ན་ཨ་ནི་གྲོང་ཁྱེར་ནགས་ལོ་ལ་གྲོང་སྲིད་འདིའི་འཐུས་མི་བྱས་བྱས་ཡིན་ན་གྲོང་ཁྱེར་ནང་ལོགས་ལ་འགྲན་བསྡུར་ད་ག་གྲོལ་ཡོད་རེད། གྲོང་ཁྱེར་ནང་ལ་གལ་སྲིད་ཨང་དང་པོ་གླེང་པའི་ན། ད་རྒྱལ་སྤྱི་ཁོ་ར་གྲོལ་ཡོད་རེད་བྱས་བྱས་འདུག་བྱས་ནས་འོན་ཏེ་གཏམ་བཟང་ལོ་མར་བའི་གྲུབ་གསལ་བསྒྲགས་ཅིག་བྱས་པ་རེད་ས། ད་གསལ་བསྒྲགས་བྱེད་དུས་ཙམ་པ་ཡིན་ན་གྲོང་གསེབ་དེ་ཚོས་ཨོ་ད་ང་ཚོ་ནོར་རྒྱུག་ཐུབ་མྱོང་ཡོད་མ་རེད་ལད་དོ་ག་ཡང་ཨ་ནི་ལ་ཨ་མ་འདྲེ་ཡོད་རེད་པ་ད། ལྕགས་མེ་དབར་དེ་ཁ་བརྡ་བྱས་ཏེ་ཉན་རྒྱུ་འོན་ཏེ་མཚོ་ཁར་ཤེལ་དུ་ལབ་ཡོད་ན་ཨོ་ཏག་ཏག་རེད་ད། པོ་བཀྲ་ཤིས་ཀྱི་ནང་ལ་ནི་མནའ་མ་བྱོས་པ་ལ་དེ་ཤ་ཕོ་མོ་དེ་དེབ་དུས་ལོ་བཅུ་དྲུག་ཙི་རེད་གསར་བ་མོ་ཡིན་ན་བྱིའུ་ཞིག་རྒྱུགས་འདུག་ད་ཁོ་གཉིས་གཉིས་རྒྱུགས་རྗེས་ལོ་གཉིས་སུ་འགྲོ་སོང་ང་ཚོ་གཏམ་བརྟན་བཏབ་ཡོད་ཨ་དགོན་ད་ལྟ་པར་རེད་ཕལ་ཆེར་མོ་སྐྱོ་གོ་བཞི་བོ་ཡོད་སར་ད་ལོ་ཏོག་ཨ་ཡང་ཨེ། ཁོ་ཚོས་གིས་ད་ཕི་རྒྱལ་མི་བྱུང་མ་པའི་འོན་དེ་ཡིན་ན་དེ་ནང་ཕྱིན་པ་ས་ནང་འགྲོ་དུས་ཙམ་པ་ཡིན་ན་ད་ཕོ་མོ་དེ་མཉམ་དུ་ཁྲིད་འགྲོར་ས་ཁྱོག་དེ་ལབ་ཟེར་བྱས།

མོ་རང་ཨང་དང་པོ་གླེང་ཐུང་ཨང་དང་པོ་གླེང་དུས་ཙམ་པ་ཡིན་ན་མོ་རང་ལ་བྱ་ག་ར་སོགས་སྒོམ་རྒྱ་བྱ་ག་ར་འདི་ག་ལ་ཤུ་གུ་འདི་བྱ་ག་ར་བཅས་ཡིན་ན་ཨ་གསར་བཀོད་པ་དེ་ཚོའི་པར་རྒྱབ་ཅེས་ར་བ་ཨ་གསར་བཀོད་པ་བུ་ཅི་ཡོར་ས་འོང་འདི་པར་རྒྱབ་ཅེས་བཅར་འདྲི་ཞུས་འདུག་ཨ་ར་ཆེད་ལས་པ་འདྲ་རེ་བས་སུ་ཨུན་རྒྱུག་ཤ་འདྲ་མགྱོགས་ཁོ་བློས་བཏང་ད་འདི་འདྲ་ག་འདྲས་ཅང་ཡིན་མི་དེ་ཚོ་ལ་ཅིག་མཉམ་སྤྱོད་བྱེད་རོགས་བྱེད་ལར་ཚར་བ་དུས་དུས་ཡིན་ན་འདྲ་པར་རྒྱ་ཡ་འདྲ་ཁ་ཡོད་མར་ས་པར་རང་མ་ཤི་ཉན་འདུག་རྒྱ་ཡ་ཁ་ཡོད་མར་ས་བཀོད་རོགས་ཚགས་པར་ནང་དུ་བྲིར་ཚར་བ་ཨ་འདྲས་དུས་ཙམ་པ་ཡིན་ན་བུ་མོ་འདི། དངོས་སུ་གལ་ཆེ་བ་མ་ཟད་ཁྱོ་གའི་ཉེ་ད་དང་ཡིན་ལ་གལ་ཆེ་མ་ང་རྟག་པར་ཞིག་གོ་ད་རྟག་པར་རྒྱུ་འོང་ཡོང་འོང་དེ་ཡིན་ས་རེད་ལ་དོ་ག་ཡང་ནི། གསར་འགོད་པ་དེ་ཡམ་རྫས་ཞིབ་བཤེར་སྐྱེལ་བའི་ས་འོག་རྒྱུག་ཤ་ལོས་ན་ང་ཚོ་སྤྱིར་བཏང་ཞོ་གས་རྟག་པར་ལུས་ཡོད་མོ་གོ་ད་ག་ར་ཞིག་ལུས་ན་བསམ་དོ་ག་ཡང་ཡམ་རྫས་ཞིབ་བཤེར་སྐྱེལ་བའི་ས་ཡིན་ན་ལས་བུ་མོ་དེ་སྣང་བ་ཞིབ་འགྲོ་བར་ཟེར་བ་ལྟར་ལོ་ག་ཚོད་ཡིན་ལ་དུས་མཚམས་པ་ཡིན་ན་བུ་མོ་དེ་ལོ་རྫུན་མ་བཤད་ལོ་བཅོ་བརྒྱད་ཡིན་ལ་དོ་ག་ཡང་འོང་དུ་ཆེ། ད་ལོ་བཅོ་བརྒྱད་ཡིན་ལ་སྒོའི་རྒྱུ་མཚན་ཁ་ཐུག་ལ་ནི་ཉི་མ་མི་ལོ་བཞི་བཅུ་ཕྱེད་ཀྱོ་དེ་ལ་གཏའ་མར་སྐྱེས་དུས་མོ་ལོ་བཅུ་བཞིར་འདུག་ཨ་བྱས་ཙང་ནི་སྤ་སེ་བཟོས་ཙམ་པས་ཡིན་ན་ལོ་བཅོ་བརྒྱད་ལ་ནི་ལོ། བུ་མོ་དེ་ལོ་བཅོ་བརྒྱད་ལ་ནི་ཁྲིད་ཡོད་རེད་ཟེར། ག་ནམ་ད་ལོ་ཕྱིར་བཏང་བ་རེད་ལ་ཟེར་བ་འོན་ཀྱང་རེ་ཅིག་བྱས་བྱས་ཡིན་ན་མོ་རང་གི་ལོ་བཅུ་དྲུག་ན་ཅིག་བཅོ་བརྒྱད་ན་ཅིག་ལབ་འདུག་ཨ་འོང་འདུག་ཟེར་བྱས། དེ་རྗེས་ནས་མོ་རང་ལོ་ཕྱིན་འདུག་ལོ་བཅུ་དུས་ཙམ་པས་ཡིན་ན་ནི་གསར་འགོད་པ་དེ་བས་རྣམ་པ་བུ་མོ་དེ་རྣམ་པ་མཛེས་མ་མཐོང་བས་རྣམ་པ་འདི་ལ་སེམས་པ་ཤོར་ཡ་ཤོར་བའོ་འདི་འདྲའི་བྱས་རྗེས་བུ་མོ་དེ་ཕར་རང་ཅག་ལོག་ཕྱིན་པར་བརྩམས། ད་རང་ཅག་ལོག་རྒྱུ་དུས་བརྩམས་པས་ཡིན་ན་ཡང་ཁྱོ་ག་དེ་རྒྱུ་བ་ཅེས་སྒྲོལ་མར་ཟེར་བར་མུ་མཐུད་ཅིག་ཁོ་དགོན་བདག་སྟག་པ་ཨ་ར་ལྟུང་བྱས་བུ་མོ་དེ་རྫོགས་སྐོར་ཟེར་བར་བུ་མོ་དེ་སྟག་པ་རྒྱུག་ཤ་ལོའི་ཁྲོད་འགྲོ་སྐོར་ཟེར། ཡང་དགོན་བདག་ཤོ་གའི་ཚུལ་ལོ་ལས་བྱེའུ་ཟེར་བ་ནག་ལས་ཀ་བྱེའུ་ར་གོང་དེ་ཉིན་གཅིག་གསར་འགོད་པ་དེའི་སྣང་བ་བཞུར་འགྲོ་ནས་འགྲོ་དོགས་ཁོང་ཚོའི་གྲོང་གསེབ་འགྲུལ་དུས་བརྩམས་པས་ཡིན་ན

སྔོན་དུ་སི་ལ་དུས་ཙམ་རེ་ཡིན་ན་གསར་འགོད་པ་དེ་འཇིགས་རེ་འཇིགས་རེ་ལ་ཤི་ཁོང་ཚོས་གིས་དཔོན་པོ་ཞོ་དམར་བས་ཕོ་མོ་དེ་དུག་སེལ་བྱས་ནས་སྐྱེལ་བཏང་བྱས་ཡིན་ན་གྲོང་ཁྱེར་ནང་ལ་ད་ཁོང་ཚོའི་ལུས་རྩལ་གྱི་འབྲེལ་ཡོད་གསར་པ་ལབ་ཅང་ཅང་འོ་འདི་ལ་ཤ་འོ་ལ་ཐོ་ཤ་འོ་ལ་དུས་ཙམ་རེ་ཡིན་ན་གསར་འགོད་པ་དེ་ཕྱིན་བྱས་ཡིན་ན་ཕོ་མོ་དེ་གླིང་ཁ་ཕྱིན་པར་བསམ་གླིང་བྱས་ཡིན་ན་གྲུམ་ཚང་མ་ཁྲིའི་ཞོར་པ་ཁྲིད་བྱས་ཡིན་ན་ཕོ་མོ་དེ་ཁོང་ཚོས་གིས་རྫོང་གི་ལུས་རྩལ་གྱི་ལབ་ཅང་ཞོ་ས་འོ་འདི་ན་ཤ་ཤ་བ་གསར་པ་ཤ་ཤ་དུས་ཙམ་རེ་ཡིན་ན་མོ་རང་གྲོང་ཁྱེར་ལ་ལུས་རྩལ་རྩེ་ག་རྒྱུག་ཤ་ལོ་ག་ཕྱིན་པར་བསམ།

ཕྱིར་བཏང་བྱས་འོང་འདུག་བྱས་བྱས་ཡིན་ན། ཁྲིམས་ཐོག་ནས་ཁྲིམས་གཏུགས་པ་ཡིན་ན་ཁོ་ལ་ཤོད་ཡ་རེད་ལ་སོ་དེ་ནས་ཡིན་ན་མི་ཚོང་རྒྱབ་ཡ་དེ་ཡིན་ན་དཔེ་ངན་པ་རེད་སྡུག་ཅག་རེད་ཁྲིམས་འགལ་རེད་བྱས་བྱས་ཡིན་ན་ཁོ་ཁ་གྲགས་ཡ་མེད་གྱོ་ཆགས་ཟ་འོང་འདུག་བྱས་ཡིན་ན་གསར་འགོད་པའི་འདི་དག་བུ་མོ་སྙིང་རྗེ་མོ་དེ་ཡིན་ན་མཉམ་དུ་བསྡད་པ་རེད་ཟ་མི་ཚེ་གཅིག་མཉམ་དུ་འོང་དེ་འདྲའི་གྲུམ་ཞུ་དུ་ཤོད་ཡ་ཡིན་ལ་སོ་གྲུམ་སེམས་པ་ཐུགས་རྗེ་ཆེ་ཞུ་དེ་ཅག་གོ་བྷའི་བྷའི།